དེ་རིང་ང་ཚོ། དགོན་པ་འདིའི་ཨ་ནེ་བརྩོན་འགྲུས་ལགས་དང་མཉམ་དུ། དགོན་པ་འདིའི་སྐོར་ནས་གླེང་མོལ་བྱུང་ཙམ་ཞིག་གི་ཡིན། ཨ་ནེ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཨ་ནེ་ལགས་ཐོག་དང་པོ་དེ། དགོན་པ་འདིའི་ལོ་རྒྱུས་མདོར་བསྡུས་ཅིག་གསུང་རོགས་གནང་དང། ཉིས་སྟོང་གཅིག་གི་ལོ་ལ་ཨ་ནེ་ཞྭ་དཀར་བསྟན་པའི་གཙུག་རྒྱན། སྐྱབས་རྗེ་རྒྱལ་བ་སྨན་རི་བའི་ཁྲི་འཛིན་སོ་གསུམ་པ་ལུང་རྟོགས་བསྟན་པའི་ཉི་མ་རིན་པོ་ཆེ་མཆོག་གིས་ཕྱག་བཏབ་གནང་བ་རེད། དེ་ནས་ཕྱག་བཏབ་ནས་ཨ་ནེ་མཚན་ལ་ཨ་ནེ་བཙུན་དགོན་རེད་ན་མི་ལེང་ཟིན་སོགས་ཡོད་རེད། འདི་ནས་རིམ་པས་རིམ་པས་བཙུན་མ་མང་པོ་ཅིག་ཡང་གོམ་པ་འདི་ལ་སར་ཞུགས་གནང་ཡོད་རེད། དེ་ཡང་ད་བཙུན་མ་གན་པ་དང་གཞོན་པ་ཟེར་ནས་ཁག་ཚོ་གཉིས་འདྲ་ཅིག་བཟོས་ནས་གན་པ་ཚོ་ལ་བཙུན་དགོན་འདི་ག་རང་དུ་འབྲི་ཀློག་དག་གསུམ་དང། ཆོ་ག་འཕྲིན་ལས་དེ་ག་ནང་བཞིན་ད་གཏོར་མ་བཅའ་གསོ་ལ་སོགས་པ་དེ་ག་ནང་བཞིན་སྔོན་འགྲོ་འབུམ་སྐུ་ཟག་སྦྱོང་ལ་སོགས་དེ་འདྲས་གནང་ཡོད་རེད། ཨ་ནི། ད་འདི་ནས་ད་རིམ་པའི་ཨ་ནི་བཙུན་མ་རྒན་པ་རྣམས་ཨ་ནི་ཉིས་སྟོང་བཅུ་ཡི་བར་དུ་ཨ་ནི་དེ་འདྲའི་བྱིན་སོང་ཡོད་རེད། ཨ་ནི་ཉིས་སྟོང་བཅུ་ཡི་ལོ་ལ་ཡང་ཏཱ་མེ་རི་ཁྲི་འཛིན་སོ་གསུམ་པ་ལུང་རྟོགས་བསྟན་པའི་སྙེ་མ་རིན་པོ་ཆེ་མཆོག་གིས་ཨ་ནི་བཙུན་མ་རྒན་པ་ཚོ་ལ་ཨ་ནི་ད་ག་ཟེ་བོན་གྱི་གཞུང་ལུགས་ཁག་ལ་ཨ་ནི་ཆེད་ག་ཟེ་འཆད་ཉན་བྱེད་ས་ཡི་བསྟི་གནས་ལ་མི་འདུག་དེ་ལྟའི་བཤད་གྲྭ་གསར་འཛུགས་གནང་ཡོད་རེད། དེ་དུས་བཙུན་མ་ཞལ་གྲངས་མི་ཉུང་བ་ཞིག་བཤད་གྲྭ་ལ་གསར་ཞུགས་གནང་ཡོད་རེད་ལ། འདི་ནས་ད་བཤད་གྲྭ་འདི་ནས་འདི་བྱས་ནི། འདི་ལ་ད་ད་དུས་ང་ཚོ་གར་ཞིག་ལ་ད་འདི་ལ་འཆད་ཉན་བྱེད་ཀྱི་ཡ་འདྲ་བོ་འདི། བོན་མདོ་སྔགས་སེམས་གསུམ་ལ་འཆད་ཉན་བྱེད་དགོས་རེད། རྟ་རྡོ་རྡོའང་སེམས་གསུམ་སྣང་ནས་མདོག་འདྲ་བོ་ཅན་སྣང་ནི་རྟ་རྡོ་ལ་དང་པོ་རྡུལ་ཕྲ་ནས་ཡ་ལས་རྟ་འདི་ཞིག་གོ་རེ་རྡུལ་ཕྲ་མཚན་མ་རྟགས་རིག་ནི་དེ་ག་ནང་བཞིན་ཐེག་རིམ་ས་ལམ་ཕར་ཕྱིན་མཛོད་འདུལ་བ་རྟ་རྡོ་འདི་འདུལ་བ་བར་དུ་བྱས་ཉིན་བྱས་ནི་དེ་ག་ནང་བཞིན་གྱི་ལོ་གཅིག་ལ་ནི་རྩོད་རྒྱུགས་དང་ངག་རྒྱུགས་གྲི་རྒྱུགས་སོགས་ཕུལ་ནས་ཡར་འགྲོ་གོ་རེ་རྟ་འདུལ་བ་འདི་ཚར་ནས་སྔགས་ཀྱི་སྒོ་ལ་ཞུགས་གོ་ར། སྔགས་ཀྱི་སྒོ་ལ་ཞུགས་པར་བྱེད་པ་ལ་ནི། སྦྱིན་བདག་སོ་སོ་ནས་ནི་ཚོགས་བསགས་སྒྲིབ་སྦྱོང་གི་ཆེད་དུ། ཞི་ཁྲོའི་ཚོགས་མཆོད་ཕུལ་དགོས་རེད། ཞི་ཁྲོའི་ཚོགས་མཆོད་དུ་ཕུལ་ནས། ལྟ་དེ་ལ་ད་དུང་འདི་ག་རང་ཡང་སྔོན་འགྲོ་འབུམ་སྐུང་དེ་ཡང་བསགས་སྦྱོང་རང་བྱེད་དགོས་རེད། འདི་ནས་ད་དངོས་གཞི་ལ་ནི་ང་ཚོ་ད་སེམས་ཁྲིད་གནང། བྱེད་དུས་ནི་ད་སྒོམ་ཉམས་ལེན་ཆོས་སྐད་དེ་ནི་ང་ཚོ་ཆུ་ཚོད་ཕྱེད་ཀ་ཕྱེད་ཀ་རིང་ལ་ནི་ང་ཚོ་རྟག་པར་སྒོམ། རྒྱག་ཡས་དང་ཨ་འདེ་བ་ནང་བཞིན་ཞོར་དུ་ཨ་ནི་ད་ང་ཚོའི་གཞུང་གཞུང་ལུགས་འདྲ་བོ་དེ་ད་སྔགས་ལ་རྒྱུད་སྡེ་བཞི་ཟེར་འདི་འདྲ་ཡོད་རེད་འོ་འདི་ལ་ད་སྟོན་པས་གསུངས་པའི་ཐེངས་འགྲེལ་ལས་ཨ་ནི་སྔགས་ཀྱི་སྐོར་དང་ཨ་ནི་འགྲོ་མགོན་གྱིས་གསུངས་པའི་ཨ་ནི་ཁྲོ་བོའི་འགྲེལ་བ་ཟེར་མ་རྒྱུད་འོ་འདི་ཁྲིད་ཁྲིད་ནས་ཨ་ནི་དེ་ག་ནང་བཞིན་ཡང་ངག་རྒྱུགས་དང་རྩོད་རྒྱུགས་བྲི་རྒྱུགས་ལ་སོགས་པ་དེ་འདྲའི་ཕུལ་དགོས་རེད་ལ། ཨ་ནི་དེ་ད་རྫོགས་ཆེན་གྱི་སྐོར་འདྲ་བོ་བྱས་ན་ནི་རྫོགས་པ་དེ་ཡག་ད་གོམས་འདི་ད་གོམས་རང། རྒྱ་སྒོར་བ། ཨ་ནི་འདི་བྱས་ལ། འདི་དེ་གར་གསལ་བཏབ་གཞུང་འདྲ་བོ་དེ་གར་ཁྲིད་ལ་ན་ཨ་ནི། སྟོན་པས་གསུངས་པའི་ཐེག་འགྲེལ་ལས་རྫོགས་པ་ཆེན་པོའི་སྐོར་དང། དེ་ག་ནང་བཞིན་གྱི་ཨ་ནི་བཀའ་བརྒྱུད་སྐོར་བཞི་ལ་སོགས་པའོ་འདི་འདྲའི་ཁྲིད་གནང་གི་རེད། ཨ་ནི་འདི་ཁྲིད་ཚར་ནས་ཨ་ནི་ད་ང་ཚོ་ཚོགས་ཆེན་གྱི་གཞུང་ལ་སླེབས་ཚར་དུས། ད་ང་ཚོ་ཚོགས་ཆེན་གྱི་གཞུང་ཚང་མ་དཔེ་ཁྲིད་ཞུས་འབྲེལ་བྱས་དུས། ཨ་ནི་འདི་བྱས་ལ་ཨ་ནི་ད་གེ་ཤེས་མ་བཏང་ཡས་ཀྱི་ཨ་ནི་འདི་ལས་རེད། བར་སེ་ཚེ་ནས་འདྲ་བོ་ཅི་ད་གེ་ཤེས་མ་བཞེངས་ཡས་ཀྱི་དུས་ཚོད་དེ་ལས་ཡོལ་བ། དེ་འདུས་ཨ་ནི་གེ་ཤེས་མ་བཞེངས་དུས་སྐབས་སུ་ཨ་ནི་དང་པོ། ད་ལོ་ལོ་དང་པོ་འདྲ་བོ་དེ་ཨ་ནི་བར་སེ་ད་སྤྱི་ཟླ་བོད་ཟླ་དང་པོད་ཀྱི་ཚེས་བ་ལྔ་ཉིན་དེ་ཨ་ནི་ང་ཚོ་སྨན་རིའི་མཁན་རབས་དང་པོ། རྒྱལ་བ་མཉམ་མེད་ཆེན་པོ་སྐུ་ཡི་འཁྲུངས་སྐར་ཉིན་མོ་ལ་ཨ་ནི་ང་ཚོ་ལ

ད་བཙུན་མ་ཆུང་བ་འདྲ་བོ་ཅན་ན་ནི་ཡང་དེ་རེད་ད། ད་ལ་གོམ་པ་ནང་ལ་གསར་ཞུགས་བྱས་ནས་ཨ་ནི་ང་ཚོས་ད་ལྟ་ཞལ་དཀར་བསྟན་འཕེལ་གཙོ་མཁྱེན་སྐྱབས་རྗེ་རྒྱལ་བ་སྨན་རི་བའི་ཁྲི་འཛིན་སོ་གསུམ་པ་ལུང་རྟོགས་བསྟན་འཕེལ་ཉི་མ་རིན་པོ་ཆེ་ཁོང་རང་གིས་ཕྱག་བཏབ་གནང་བའི་ཨ་ནི་ས་གནས་འདིར་ལ་ད་སྔས་མ་ནི་ས་གནས་ཉིན་སློབ་ལ་རོ། དེང་སང་ཡིན་ན་ད་བསམ་བོ་དྲ་མདོ་ལན་གྱི་ཟིན་འོ་དེ་ལ་ཨ་ནི་སྔོན་འགྲོ་དང་པོ་ནས་འཛིན་རིམ་བཅུ་གཉིས་ཀྱི་བར་དུ་ཨ་ནི་བཞུགས་ཀྱི་ཡོད་རེད། འདི་ནས་འཛིན་སྒྲིམ་བཅུ་གཉིས་ཐོན་ཚར་དུས་ཨ་ནི་བདེ་ལ་བཙུན་དགོན་གྱི་འདི་ད་ཡང་བཤད་སྒྲུབ་ཀྱི་དུས་བཤད་སྒྲུབ་འདུས་སྡེ་ཁོང་ལ་ཞུགས་ནས་ཨ་ནི་གཞུང་ཆེན་ཁག་ལ་སློབ་པར་ལོ་གཉེར་བྱེད་ཡས་ཨོ་དེ་འདྲས་བྱས་རེད། བོན་གྱི་ཨ་ནི་དགོན་པ་འདི་འཛིགས་ཡ་ཉིས་སྟོང་གཅིག་ལོ་བཅུ་དུས་བརྩམས་པ། ད་ནི་ང་ཚོ་བཙན་བྱོལ་ནང་གི་ཨ་ནི་བོན་གྱི་ཨ་ནི་དགོན་པ་དང་པོ་དེ་ཆགས་ཡོད་རེད།
ལ་དེ་བཙན་བྱོལ་ནང་ལ་དང་པོ་དེ་ཆགས་ཡོད་རེད། གྲྭ་རྒན་དགྲ་བོ་ད་ག་ག་ནས་ཡོང་གི་ཡོད། ཐོག་མར་ང་ཚོ་འདི་ལ་ད་བོད་ནས་ཨ་ནེ་སྔ་དྲོ་ཞིག་ཕེབས་ཡོད་རེད། ལགས་སོ་ལགས་དེ་སོ། མང་ཆེ་བ་དེ་ད་དོལ་པོ་དང་བློ་བོ་དེ་ནས་ཁུ་ནུ་དེ་བ་ནང་བཞིན་བལ་པོ་ལ་སོགས་པ་འདི་འདྲའི་རེད་ད་མང་ཆེ་བ་ཞིག་ཨ་ནེ་ཧི་མ་ཅལ་ནས་འདྲ་བ་ཞིག་རེད། ལགས་སོ་ད་འདི་ཆ་ལ་འདི་དགོན་པ་འདི་ལ་ཨ་ནེ་ག་ཚད་ཚོད་ཡོད་རེད། ཨ་ད་འདི་ཆ་ལ་ད་ཨ་ནེ་བརྒྱ་ཟ་མ་ཟིན་གྱི་ཡོད་རེད། དང་པོ་དེ་ལ་འདུ་ཤེས་སྐྱེ་ནས་ནི་བག་གི་གཞི་རིམ་ལྷ་གྲྭ་ཡི་བག་གི་ཉིན་སློབ་ལ་ཕེབས་དགོས་ར། ལ་ལ་དང་པོ་དེ་ད་དེ་ལ་ཁག་ཚོ་གཉིས་ཡོད་རེད་དྲན་པ་ཚོ་དེ་ལ་ད་ཁོ་རང་བཤད་གྲྭ་ཤར་སྐྱག་བཤད་གྲྭ་ལ་ཞུགས་གི་ཡིན་ལ་ན་བཤད་གྲྭ་རང་མི་ན་དེ་ག་རང་ནས་ཨ་ནི་མ་གཞི་རིམ་ནས་ཇེ་ཡར་འགྲོ་ས་ལམ་ཀ་ཅིག་ཡོད་རེད་ཨ་ནི་ཡང་སློབ་གྲྭ་ལ་འགྲོས་ན་ཨ་ནི་སློབ་གྲྭ་སྔོན་འགྲོ་དང་པོ་ནས་འཛིན་རིམ་བཅུ་གཉིས་བར་འགྲོ་ཨ་ནི་བཅུ་གཉིས་ནས་ཨ་ནི་ཆེད་ལས་དེ་ལ་ཨ་ནི་བཤད་གྲྭ་ལ་ཞུགས་ནས་ཨ་ནི་དེ་འགྲོ་ས་ཞིག་ཡོད་རེད། ད་ཨ་ནི་དགོན་པ་འདིའི་གི་སྤྱི་བཏང་གི་ད་བཤད་གྲྭ་ཡིན་ན་ཆེད་སྤྱི་བཏང་པའི་ཡིག་ཆ་དེ་ད། གཞུང་གང་ལ་བརྟེན་དགོས་བ་རེད། ད་ཡིག་ཆ་དེ་ང་ཚོ་ད་ལྟ་ང་རང་ཚོ་བོན་ལུགས་བྱས་ན་ཡིག་ཆ་གསུམ་འདྲ་ཞིག་ཡོད་རེད། ལེགས་སོ།
གཙོ་བོ་དེ་ནི་རྒྱལ་བ་མཉམ་མེད་ཆེན་པོས་བྱས་ཡིག་ར། ཡིག་ཆའི་ཡིག་ཆ་ནི་གཉིས་པ་དེ་ལ་ཀུན་མཁྱེན་ཉི་མ་བསྟན་འཛིན། ཀུན་མཁྱེན་ཉི་མ་བསྟན་འཛིན་གསུམ་པ་དེ་འགྲོ་མགོན། འགྲོ་མགོན་དེ་ཁོང་ཡིག་ཆ་རྣམ་པ་གསུམ་འདྲ་ཞིག་ཁས་ལེན་གཙོ་བོ་བསྟེན་གྱི་ཡོད་རེད། དགོན་པ་འདི་ལ་ནི་ང་ཚོ་བྱེ་བྲག་འདི་ཚང་མས་དགེ་བཤེས་མ་ཐོག་མ་དེ་ག་སྟེ་ནི་བཏང་རེད། ད་གལ་སྲིད་མ་ཐོག་མ་དེ་ང་ཚོ་ཉིས་སྟོང་ཉེར་གསལ་གཉིས་ལོ་ལ་བཏང་བཏང་ཡོད་རེད། ཨང་དེ་དུས་གལ་སྲིད་མ་ཞག་གྲངས་ལྔ་འདྲ་ཅི་ཡོད་རེད། ཨ་ནི་དེ་བྱས་ལ་ཨ་ནི་སྐབས་གཉིས་པ་དེ་དག་ང་ཚོ་འཕྲོ་དེ་རེད་ན་ནིང་ཉིས་སྟོང་ཉེར་གསག་གསུམ་ལོ་ལ་བཏང་ཡོད་རེད། ད་ལྟའི་ཆ་ལ་ད་གེ་ཤེས་སྐབས་གཉིས་བར་དུ་བྱུང་བས་རེད། གེ་ཤེས་མ་གཅིག་ཐོན་ཡག་ལ་ལོ་ག་ཚིག་འགོ་དགོས་རེད་ད་དེ་ནང་ལ་གེ་ཤེས་མ་གི་གཞུང་སྦྱང་ཡག་ག་རེ་ག་རེ་སྦྱང་དགོས་རེད་ད། ན་ནས་ད་གེ་ཤེས་མ་ཐོན་པར་བྱེད་པ་ལ་ད་ད་ལྟ་ང་ཚོ་བཤད་གྲྭ་ནང་ཞུགས་ནས་ཅེ་ནས་ཕར་ཆེར་ལོ་བཅུ་བཞི་བཅོ་ལྔ་གཅིག་འགོར་འདུག་རེད། ད་ནི་གཞུང་འདི་ད་དང་པོ་དཔེར་ན་མདོ་སྔགས་སེམས་གསུམ་གྱི་གཞུང་ད་ཁྱེད་སྔོན་ཞུས་པ་ནང་བཞིན་ད་མདོ་སྔགས་ཀྱི་མཚན་གསུམ་དང་མདོ་སྒྲ་བ་ཅན་ན་གཞུང་བཀའ་པོད་དྲུག་ར་བ་ཅན་འདི་འདྲས་དང་བསྡུས་གྲྭ་ཚད་མ། ཐེག་རིམ། ས་ལམ་ཕར་ཕྱིན་མཛོད་བསྡུ་བ། འདི་འདྲའི་བྱང་གནང་གི་ཡོད་རེད། དེ་ནས་སྔགས་འདྲ་བ་ཡིན་ན་ད་ལྟ་འདི་རེད། སྟོན་པའི་ཐེག་འགྲེལ་ལས་སྔགས་ཀྱི་སྐོར་དང། འདའ་ཀ་ནང་བཞིན་ཁྲོ་བོའི་འགྲེལ་བ་མ་རྒྱུད་དུ་སོང་བ་འདི་འདྲས་བྲིས་གནང་གི་ཡོད་ལ། འདི་ལ་དགེ་བཤེས་མ་སྟོན་ཚར་བ་ཡིན་ན་ད་དགེ་བཤེས་མ་གིས་འདི་ལྷབ་གྲྭ་དེ་བསྡུ་ཚར་ན་དེ་ཕྱག་ལས་དེ་ག་རེ་གནང་གི་ཡོད་རེད།

ཚོགས་ཆེན་དབུ་མཛད། དེ་དཔེར་ན་ང་རང་འདྲ་བོ་ཅིག་ན་ད་ད་ད་ལས་མེད་འདྲ་བོ་དེ། དེའི་ཚུལ་འགའ་འདི་ཡི་སྤྱི་གཉེར་འདྲ་བོ་ཅིག་ཨོ་འདི་འདྲས་རེད། ད་ང་ཚོ་ནི་དགོན་པ་འདི་མཚོན་པ་ཡིན་ན་ཅི་དང་དེ་འཛིན་སྐྱོང་ཡ་དེ་ཡང་ལོ་ག་ཡོད་ཀྱི་རེད་ད་ཚོ་འཛིན་སྐྱོང་ག་འདྲའི་སྒང་ན་འགྲོ་གི་ཡོད་རེད། ད་ང་ཚོ་བཙུན་དགོན་རང་ལས་ད་ད་འཛིན་སྐྱོང་འདི་ད་ཅིག་གེ་དགོན་དང་དབུ་མཛད་འདི་ཚོ་ང་རང་བཙུན་མ་ཚོ་བྱས་ནས་འགྲོ་གི་ཡོད་རེད། ལེགས་སོ། ཨ་ནི་འདི་ལ་ད་བཙུན་མ་ཆུང་བ་ཚོ་ལས་ད་ཅིག་མེད་པ་ཡིན་ན་ད་དོག་ག་རེ་བྱས་དོན་ང་ཚོ། བཙུན་མ་ང་རང་ཚོ་ཁྱེད་ཀྱི་ངོས་ནས་འདུག་ཡོད་རེད། གཙོ་བོ་ང་ཚོ་འཛིན་སྐྱོང་ད་འདི་དེ་ཕར་ཕྱོགས་སྨན་རི་སྨན་རི་འཛིན་སྐྱོང་ནས་རང་གནང་གི་ཡོད་རེད། ང་ཚོ་ལས་འདི་ད་གར་གཟིགས་ད་གཟིགས་ཐོག་ཚང་མ་སྨན་རི་དགོན་ནས་གནང་གི་ཡོད་རེད། ད་འདི་ག་ལ་ད་ལྟ་ང་རང་ཚོ་འདུ་རུབ་ལ་ཡང་སྒྲིག་ཁྲིམས་འགྲོ་སྟངས་ཅི་ཡོད་ར། འདི་དེ་ཨ་ནི་ད་འདོན་ཆོག་གི་སྐོར་ལ་གཙོ་བོ་དེ་དབུ་མཛད་ཀྱིས་གནང་གི་ཡོད་རེད། ཨ་ནི་དེ་ད་དགོན་པ་ནང་ལས་ཁྲིམས་འགྲོ་སྟངས་དང་དེ་ཚོ་གཟིགས་ནས་དེ་གེ་བསྐོས་ཡོད་རེད། དེ་ཙམ་དང།
ཨ་ནི་ཁྱིམ་གཞིས་དེ་ཚོ་ཕ་གའི་ཉལ་ལྷོབ་ལ་འཛེར་ནས་ཇི་སྙེད་པར་དུ་ཕེབས་འགྲོ་གི་འདུག་དེ་ཚོ་ཚང་མ་འགྲོ་སོང་ཚང་མ་ཨ་ནི་དགོན་པར་དང་གི་ཡོད་རོ། ཨ་རེད་ལ། དེ་ནས་ད་ལྟ་ཁོ་སྒྲིག་ཆས་རེད་འདུག་ཚང་མ་ད་ལྟ་ང་ཚོ་འཛིན་སྐྱོང་ད་ང་ཚོ་གཙོ་བོ་འཛིན་སྐྱོང་འདི་ཕ་མེ་རི་དགོན་གྱི་འཛིན་སྐྱོང་གི་གནང་གི་རོ། ལགས་སོ་ལགས་སོ། འདི་ནས་བྱས་འདི་བརྒྱུད་ནས་ཁོ་ཚོ་ལས་དེ་སྒྲིག་ཆས་བྲིས་དེབ་ག་རེ་ཡིན་ནང་ཕ་ནི་གནང་གི་ཡོད་རེད། དེ་འདྲ་ང་ཚོ་ཨ་ནི་དགོན་པ་འདི་ཡིན་ན་ད་ལྟ་ཨ་ནི་རྒྱ་གྲངས་གཅིག་ཡོད་གསུང་གི་ཡོད་ར། རྒྱ་རྒྱ་ཟ་མ་ཟེར་གྱི་ཡོད། ལགས་སོ། མང་བ་ན་ཡང་ཨ་ནི་གི་གྲངས་ཀ་མ་ང་དང་ཡ་དང་ཆ་དང་ཨ་ནུའི་དགོན་པ་ཡར་རྒྱས་བཏང་ཡག་གི་དེ་འདྲའི་འཆར་གཞི་ཡོད་ན། ད་དེ་ཡར་རྒྱས་བཏང་ཡོད་དུ་ད་མིག་ཤིག་མིག་ཡུལ་ལས་སྡུག་ཡིན་ན་ད་ཨ་ནི་གྲངས་ཀ་མང་དུ་འགྲོ་མི་འགྲོ་ད་ཕྱི་ལོག་ནས་མི་སླེབས་མི་སླེབས་རེད་བ་ད་གཙོ་བོ་མི་སླེབས་དགོས་འདུག་བ་ར་མ་སླེབས་པ་ཡིན་ན་ནི་ཡང་ཁག་པོ་ཆགས་ཡོད་འདུག་བ་ད་སླེབས་པ་ཡིན་ན་ད་སོ་སོ་གི་དེ་ལ་ལམ་སྟོན་འདྲ་བོ་བྱེད་འདྲ་གང་ཐུབ་ཐུབ་ཁོང་ལ་ཅིག་དེ་ཆེ་བརྡ་ཏོག་འདྲ་བོ་བྱེད་འདི་འདྲ་བྱས་ན་ཡང་མི་ཡང་ཞུགས་སྲིད་འགྱུར་བ་ར་དེ་འདྲ་རེད་ཨ་ཚུལ་ལས་སླེབས་ཡ་དེ་ནི་ད་ང་ཚོ་དམིགས་བསལ་ཐབས་ཤེས་མི་འདུག་བ། ཁོ་རང་ཚོ་འདས་ལ་ཕེབས་པ་ཡིན་ན་ཕེབས་རེ་མ་ཕེབས་ནས་ང་ཚོ་ཕྱིར་ལོག་དྲུག་ཏུ་འགྲོ་བ་དེ་འདྲས་ནི་དམིགས་ས་འགྲུག་མ་ར། དེང་སང་དེ་བོད་ནང་ན་ཡང་བོད་ནང་ཚེ་ཡོང་ཐུབ་ཀྱི་ཡོད་མ་རེད་ད་ཧི་མ་ལ་ཡའི་ས་ཆ་དེ་སྲི་ཐག་རང་པོ་འགྲོ་ཆོག་འདོད་རེད་ཡང་ཨ་ནེ་གི་དྲ་རྒྱའི་འདུལ་བ་ལ་ཡང་དཀའ་ངལ་དེ་འདྲས་བྱུང་གི་ཡོད་ན། ད་ལྟའི་ཆར་ལ་དམིགས་སར་དཀའ་ངལ་མི་འདུག་ད་མ་འོངས་པ་ལ་ཉེན་ཁ་ཚ་བོ་འདྲ་གཅིག་པའི་བསམ་པ་མ་སླེབས་པ་ཡིན་ན་ཁག་པོ་ཆགས་ས་རེད་བསམ་བསམ་ར་སེམས་ནང་ལེ་ཡི་འདུག།